སྟག་ཤམ་ལའང། རྗེ་དགེ་དཔལ་གྱི་མཛད་བཞག་པའི་དབུས་འཕར་འདུལ་མཛོད་བཞིའི་གི་ངོ་སྤྲོད་རུ་གཏོགས་ཅིག་ཞུ་དགོས་བསམ་དྲན་སོང། ཡང་ཡང། ད་ལྟ་ངས་ཞུ་ཡག་དེ་ག་རེ་ཟེར་ན། དབུས་འཕར་འདུལ་མཛོད་ཀྱི། མི་རྒྱུད་རྡོ་རྗེ་དབུས་འཕར་འདུལ་མཛོད་ཀྱི་འགྲེལ་ཆེན་དེ་ཚོའི་སྐོར་ཞུ་ཡག་རེད། ད་ལྟའི་དོན་ཚན་གསུམ་ལ་དགོས་ཅིག་ཞུ་ཡག་ཡིན། གཅིག་དེ་ག་རེ་ཟེར་ན་དབུས་འཕར་འདུལ་མཛོད་ཀྱི་འགྲེལ་པ་དེ་ཚོ་ག་འདྲས་མཛད་པ་རེད་དེའི་སྐོར་རོབ་ཞུ་ཡག་གཅིག་བྱས། གཉིས་པ་དེ་ད་ལྟ། ད་ལྟའི་དུས་སྐབས་ལ་ཡང། མི་རྒྱུད་རྡོ་རྗེ་རྩལ་བཞག་པའི་དབུས་པར་འདུལ་མཛོད་ཀྱི་འགྲེལ་པ་དེ་ཚོད་ཀྱི་དཔེ་སྤར་མ་དང་བྲིས་མ་ག་ག་ཚོད་ཅིག་ཡོད་རེད་ཟེར་དེ་གཉིས་རེད། ད་དེ་ནས་གསུམ་པ་དེ་དཔེ་མི་འདྲ་བ་དེ་ཚོད་ཀྱི་དཔེ་བསྡུར་བྱས་ཡག་དང་ཞུ་དག་མཐིལ་ཕྱིན་པ་བྱས་ཡག་བྱས་བྱས་ནས་ཨ་ནི་པར་སྐྲུན་འགྲེམས་སྤེལ་བྱས་ཡག་དེ་གལ་ཆེན་པོ་འདུག་ཟེར་ཡག་ཅིག་ད་དེ་འདྲས་ཀྱི་དོན་ཚན་གསུམ་གྱི་ཐོག་ནས་ཞུ་དགོངས་སམ་བྱས་ཡག་སོང། ད་དང་པོ་དེ་ག་རེད་ཟེར་ན། དང་པོ་དབུས་བར་མདུན་མཛོད་ཀྱི་འགྲེལ་ཆེན་དེ་ཚོ་ག་འདྲས་བྱས་བྱས་མཛད་པ་རེད་ཟེར་ན་དེའི་སྐོར་དེ་ཡིན་པ་རེད། ད་དང་པོ་དེ་ལས་འཇུག་པའི་བཀའ་སྒྲིག་དེ་ག་རེད། འཇུག་པའི་བཀའ་སྒྲིག་དེ་ག་རེད་ཟེར་ན་དེ་རེད་ད། འཇུག་པའི་བཀའ་སྒྲིག་བརྩམས་ཡག་དེ། ཤིང་འབྲུག། སྤྱི་ལོའི་དབང་དུ་བྱས་པ་ཡིན་ན་གཅིག་སྟོང་ལྔ་བརྒྱ་བཞི་བཅུ་བཞི་བཞི་ལོར་ལ་ཡ། མཇུག་སྒྲིག་དག་བརྒྱུད་གྲུབ་ཤིང་རྩ་མེད་ཨག་གིས་དབུ་བཙུགས་པ་ན། དེ་ནས་ཤིང་སྤྲུལ་སྤྱི་ལོ་གཅིག་སྟོང་ལྔ་བརྒྱ་བཞི་བཅུ་ཞེ་ལྔའི་ལོར་ལ་ཡང་མོན་གྱི་གདན་འདྲེན་ཞུས་བྱས་ནས། ད་ལྟ་མོན་དོམ་ཚང་རོང་གི་གནས་སྲིད་ལ་ཡང་ཕེབས་པའི་སྐབས་ལ་ཡང་སྐབས་དེར་ལས་གནས་དེ་ལ་ཡང་མཇུག་སྒྲིག་དག་བརྒྱུད་གྲུབ་ཤིང་བརྩམས་གྲུབ་པ་གཏོགས་ཟིན་པ་རེད། ད་འདི་དེའི་སྐོར་དག་བརྒྱུད་གྲུབ་ཤིང་ཁོ་རང་གི་མཛད་བྱང་གི་ནང་ལོགས་ལ་ཡང་གསལ་པོ་གསུངས་འདུག་ཨ། ད་རྒྱུད་གྲུ་བཞིན་བརྩམ་རོགས་ཀྱི་ཞུ་སྙན་དེ་ད་ལྟ་དེ་ཡིན། སྐར་མ་དོན་དམ་ཡང་དག་ལྷག་བསལ་ཏེ། དད་པ་ཐོབ་རྒྱལ་བས་ཀྱི་སྐུ་མཆེད་ཅིག། ཁོ་རང་ལྟ་བུ་སྤིན་རྒྱག་རྒན་པ་ཡིན་ན་གཞོན་པ་ཡིན་ན་ཅིག་ཨ་ནེ་རབ་ཏུ་བྱུང་བྱས་ནས། ཨ་ནེ་ཕྱིས་སུ་ཁོ་རང་མཁས་པ་ཆགས། མཁས་པ་ཆགས་ནས་ཨ་ནེ་ཕ་ཁོ་རང་གི་ཕ་ཡུལ་ཐོབ་རྒྱལ་ལ་ཕེབས་བྱས་ནས་སྐར་མ་འདུས་གྲྭ་གླིང་ཟེར་དེ་གི་བཤད་གྲྭ་དེ་གསར་དུ

ད་དེ་ནས་འདུལ་བའི་གི་བཀའ་ཁྲིད་ཀྱི་ཐོག་ནས་ཕྱག་བཞག་པ་ཡིན་ན། ས་བྱི་སྤྱི་ལོ་གཅིག་སྟོང་ལྔ་བརྒྱ་ཉི་ཤུ་རྩ་བདུན། མི་རྒྱུད་རྡོ་རྗེ་དགོངས་ལོ་ཉི་ཤུ་རྩ་གཉིས་པའི་སྐབས་ལ་ཡང་འདུལ་བ་མདོ་རྩལ་གྱི་ཚིག་འགྲེལ་བརྩམས་པ་དེ། གཙུག་ལག་ཕྲེང་བའི་གི་ཆོས་འབྱུང་དང། རྣམ་ཐར་ལེགས་བྱས་མའི་དོན་འགྲེལ་གཉིས་ཀའི་ནང་ལོགས་ལ་ཡང་གསུངས་བཞག་པ་ཐུགས་སུ་རེ་བཞག། ད་དེ་ནས་ཆུ་འབྲུག་སྤྱི་ལོ་གཅིག་སྟོང་ལྔ་བརྒྱ་སུལ་སུམ་གཉིས་ཀྱི་ལོར་དགོངས་ལོ་ཉི་ཤུ་རྩ་དྲུག་བཞེས་པའི་སྐབས་ལ་ཡང་མདོ་རྩལ་སྤྲེལ་ཆེན་ཉི་མའི་དཀྱིལ་འཁོར་བརྩམས་ལགས་ཀྱི་དབུ་ཚུགས། ཆོས་སྤྱོད་མཛད་པའི་སྐབས་ལ་ཡང་གཟིམ་ལམ་ནང་ལོགས་ལ་ཡང་སངས་རྒྱས་ཀྱི་འོད་ཀྱིས་འཇིག་རྟེན་གྱི་ཁམས་ཐམས་ཅད་ཁྱབ་པ་དེ་འདྲའི་གཟིམ་ལམ། ཁྱད་པར་ཅན་བྱུང། ཡང་ན་ཆོ་འཕྲུལ་སྤྱི་ལོ་གཅིག་སྟོང་ལྔ་བརྒྱ་སོ་སོ་གསུམ་གྱི་ལོ། མི་རྒྱུད་རྡོ་རྗེ་དགུང་ལོ་ཉི་ཤུ་རྩ་བདུན་ལ་བཞེས་པའི་སྐབས་ལ་ཡང་ཆུ་སྟོད་ཀྱི་ཟླ་བ། ཉག་གང་བའི་གི་ཉིན་མོ་ལ་ཡང། མདོ་རྩལ་གྱི་དཀྲིག་ཆེན་ཉི་མའི་དཀྱིལ་འཁོར་དེ་ཨ་ནི་མཇུག་ཡོངས་སུ་གྲུབ་པ་དུ་ཟེར་ཞག་ད་དེའི་ལོ་དེ་ཆུ་སྦྲུལ་ཡིན་པ་དེ་ད་ལྟ་འདུས་སྒྲིག་ཁོ་རང་གི་རྩོམ་བྱང་ནང་ལོར་ལ་རང་ལོ་ཉེར་ལྔ་པ་ནས་མགོ་བརྩམས་ཏེ་ཉེར་བདུན་པའི་ངོ་མཐོང་ཟེར་བྱས་གསུངས་ཡོད་པ་དེ་ལ་བལྟས་ནས་ང་ཚོས་ཤེས་ཐུབ་ཡག་རེད་བཅུག་རེད། དག་ནས་ཅིག་འདུས་ཏིང་ཉི་མའི་དཀྱིལ་འཁོར་གྱི་ཁོ་རང་གི་གར་ཞུ་དང་མཛད་བྱང་གི་ནང་ལོགས་འདི་འདྲའི་འཁོད་གནང་འདུག་བ། ད་འདི་མར་ཀློག་མོ་བ་བྱེད། ད་དེ་ནས་མཛོད་ཀྱི་བཀའ་ཁྲིད་དེ་རེད། མཛོད་ཀྱི་བཀའ་ཁྲིད་དེ་ག་དུས་མཛད་པ་རེད་ཟེར་ན་ཆུ་ཆུ་འབྲུག་སྤྱི་ལོ་གཅིག་སྟོང་ལྔ་བརྒྱ་སུམ་སོ་གཉིས་ཀྱི་ལོ་ལ་ཡང་མི་རྒྱུད་རྡོ་རྗེ་དགུང་ལོ་ཉི་ཤུ་རྩ་དྲུག་བཞེས་པའི་སྐབས་ལ་མཛོད་འགྲེལ་གྲུབ་མཐའི་སྤྱན་ཆུ་གཙང་བ་དབུ་ཚོགས། ད་དེ་ཡང་མཛོད་གནས་དང་པོ་དང་གཉིས་པ་སྟེ་ཀོང་པོ་ནས་དབུས་ལ་མ་ཕེབས་ཀྱི་སྤར་རུ་ལ་ཡ། རིམ་པས་བཞིན་དུ་བརྩམས་གནང་བ་དེ་འདྲ་ཅི་རེད་ཤག། ད་དེ་ནས་ས་ཕག་སྤྱི་ལོ་གཅིག་སྟོང་ལྔ་བརྒྱ་སུམ་ཅུ་སོ་དགུ་གྱི་ལོ་གི་སྨྱུག་རྒྱལ་ཁང་ལ་ཡ། དགུན་བཞུགས་མཛད་ནས་ཨ་ནི་དེ་ལ་ཡ། ཨ་ནི་གྲུབ་སྡེ་སྤྱི་འཇུས་ཀྱི་གནས་གསུམ་པ་ཡན་ཆད་དེ་བརྩམས་གནང་བ་བྱས། དེ་ནས་ལྕགས་གླང་གཅིག་སྟོང་གཅིག་སྟོང་ལྔ་བརྒྱ་བཞི་བཅུ་ཞེ་གཅིག་གི་ལོ་ལ་ཡང་ཆུན་འབྱུང་ཕུག་ལ་ཡང་བཞུགས་པའི་སྐབས་ལ་ཡང། དེ་ནས་མཛོད་འགྲེལ་གྲུབ་བརྟན་ཅི་འབྱོན་གྱི་གནས་བཞི་བ་དང་ལྔ་བ་ཙམ་གྲུབ་པ་འཆད། ད་དེ་ནས་ཆུ་ཡོས་སྤྱི་ལོ་གཅིག་སྟོང་ལྔ་བརྒྱ་བཞི་བཅུ་ཞེ་གསུམ་གི་ལོ་ལ་ཡང་མཛོད་འགྲེལ་གྲུབ་བརྟན་ཅི་འབྱོན་ཅི་འབྱོན་ཡོངས་སུ་ཙམ་གྲུབ་པ་ཐུགས་སུ་རེད། ད་དེ་ཡང་མཛོད་འགྲེལ་གྲུབ་བརྟན་ཅི་འབྱོན་གྱི་མཛད་བྱང་གི་ནང་ལོགས་ལ་ཡང། ཨ་ནི། གསལ་པོ་ཡོད་རེད་ལ་དྭགས་ན་ཤིང་གི

ད་དེའི་གི་ཐོག་ནས་ཨེ་ནི་དབུ་ཕར་འདུལ་མཛོད་ཀྱི་འགྲེལ་པ་དེ་ཚོ་རྩམ་ལུགས་རྩམ་ཐང་ར་པ་དེ་ག་ལ་གང་འཚམ་ཞུས་ཟིན་པ་ར་བ་བྱས། ད་དེ་ནས་དོན་ཚན་གཉིས་པ་དེ་ག་ར་རེད་ཟེར་ན། ད་ལྟ། མི་རྒྱུད་དུ་ཞིག་གཞུང་འབྲེལ་དེ་ཚོའི་གི་དཔེ་དཔར་མ་དང་བྲིས་མ་ག་ག་ཚོད་བཞུགས་ཡོད་རེད་ས་དེ་ཡིན་པ་རེད། ད་དེ་ངོ་སྤྲོད་བྱས་ཡག་དེ་གལ་ཆེན་པོ་འདུག་བསམ་དྲན་གྱི་འདུག་ག་རེད་ཟེར་ན། ང་ཚོ་ད་རྒྱ་གར་བལ་ཡུལ་ད་རྒྱ་བལ་འབྲུག་གསུམ་ནང་ར་བ་ལས་ཡག

ད་ང་ཚོའི་གི་དཔེ་བལྟ་ས་གཙོ་བོ་གྲུབ་དེ་གར་ཆགས་རེད་བསམ་དཔེ་བལྟ་ས་གཙོ་བོ་དེ་ད་ལྟ་དཔའ་བོང་བར་མ་དག་རང་ཆགས་རེད་བསམ། བྱས་ཙང་ངས་དེ་རིང་འདི་ལ་ཡང་ངོ་སྤྲོད་ཞུ་ཡག་དེ་ལྟ། དཔེ་རྙིང་པ། གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུའི་གོང་ཡན་ཆད་ལས་ཡང་བྱུང་བས་གི་ད་དཔེ་རྙིང་པ་ག་ཚད་ཐོབ་ཐོབ་རུབ་དེ་ང་རང་ད་ལྟ་ལག་པ་ལས་ག་ཚད་རག་རག་རུབ་དེ་ངོ་སྤྲོད་རུབ་ཞུས་ན་བསམ་དྲན་འདུག།

ད་དེ་ནས་པར་མ། འདི་པར་མ་དང་པོ་དེ་བྱས། པར་མ་གཉིས་པ་དེ་ག་རེ་བྱར་དཔལ་སྤུངས་ཀྱི་ཤིང་པར་དེར་དཔལ་སྤུངས་ཤིང་པར་དེ། ཨ་ནི་སི་ཏུ་པད་མ་དབང་ཕྱུག་རྒྱལ་པོའི་སྐབས་ལས་པར་དུ་དགོས་པ་རེད་གསུངས་འདུག་བ། དེ་ནས་འཇམ་དབྱངས་ཆོས་ཀྱི་རྒྱལ་མཚན་གྱིས་པར་སྦྱང་བྱས་བྱས་པ། ད་ལྟ་ང་རང་ཚོའི་དེབ་གཟུགས་ཐོག་ལས་པར་སྐྲུན་བྱས་པ་ཐམས་ཅད་ཀྱི་མ་དཔེ་ཁྱབ་ཆེ་ཤོས་འདྲ་བོ་དེ་འདི་ཆགས་བསྡད་ཡོད་རེད། འདི་པར་མ་གཉིས་པ་དེ་བྱས། ད་དེ་ནས་དྲི་མེད་དབང་དུ་བྱས་པ་ཡིན་ན།

དཔེ་དྲི་མ་དེ་གའི་མ་དཔེ་དེ་དེ་ཡང་དྲི་མ་ཅིག་རེད་ཅེས་བཤད་བྱ། དེ་ནི་ད་འདིའི་གི་དྲི་མ་མ་དཔེ་འདི་ག་བ་ཡོད་དེ་ཅིག་ང་ཚོས་གསལ་གོ་བ་དེ་གལ་ཆེན་པོ་རེད་འདུག་བསམ་དྲགས་འདུག་གང་ལྟར་འདི་ཡང་ད་ལྟ་འདིའི་དཔར་བོང་དཔར་མ་དེ་ལ་ཡང་དཔེ་བཅོས་ནས་བྲིས་བཞག་པ་མ་ཡིན་པར། དེ་མ་ཡིན་པའི་དྲི་མ་གཞན་དག་ཅིག་ལ་ཡང་དཔེ་བཅོས་ནས་བྲིས་བཞག་པ་ཅིག་དེ་འདྲ་ཅིག་ཡིན་ས་རེད་བསམ་བསམ་རུང་ཞིག་འདུག་འདི་ཡང་གལ་ཆེན་པོ་རེད་ཅིག་འདུག་བསམ་དྲགས་སོང། ངའི་གོ་ཐོས་ལ་ཡང་རྒྱལ་དབང།

བྱས་ཙང་དེ་ལྟར། རྟོག་གེས་སྦྱིན་བདག་བྱས་ནས་པར་སྐྲུན་བྱས་པ་རེད་ཟེར་གི། མ་དཔེ་བྲིས་མ་དེ་གཅིག་བྱས་ན་མི་རྒྱུད་རྡོ་རྗེའི་གི་གར་ས། རྒྱལ་དབང་བཅུ་དྲུག་པའི་བོད་ནས་སུ་གནང་བདེ་བ་གི། མ་དཔེ་བྲིས་མ་དེ་ཡིན་སྲིད་རོ། གང་ལྟར་དེ་ག་བ་འདུག་གསལ་བརྗོད་གཏང་དགོས་ན་དེ་གལ་ཆེན་པོ་རེད་ཤག། ད་དེང་གི་ཐོག་ནས་ད་ལྟ། མཇུག་འགྲིལ་དུ་རྒྱུད་གྲུབ་ཤིང་གི་སྐོར་ལས་ཡ། ཨེ་ནི་ཤིང་པར་དང་དྲི་མ་ག་རེ་ཡོད་པ་དེ་ཞུས་ཟིན་པ་བྱས། ད་དེ་ནས་གཤམ་ལ་ཡ། ཤིང་འབྲས་རྗེ་བཙུན་ངལ་གསོས་ཀྱིས་ཨེ་ནི་ཤིང་པར་དང་དྲི་མ་ག་འདྲ་ཡོད་རེད་ས་དེའི་སྐོར་ལ་ངོ་སྤྲོད་ཞུས་པ་ཡིན་ན། ད་དང་པོ་དེ། པར་མའི་སྐོར་དེ་ཚོ་ངོ་སྤྲོད་ཞུ་ཡ་རེད་པ། ད་པར་མའི་སྐོར་དེ་ཚོ་ངོ་སྤྲོད་ཞུ་ཡོང་དུས་བསམ་ན་པར་མ་དང་པོ་དེ་ག་རེ་ཡིན་ཞེས་ཞུས་པ་ཡིན་ན། དགའ་ཚལ་སྐར་མ་གཞུང་ལུགས་གླིང་གི་ཤིང་པར།

ད་དེའི་གི་རྗེ་བཙུན་ངལ་གསོའི་གི་ད་ཤིང་པར་རྙིང་པ་གཉིས་ཡོད་པ་བྱེད། ད་གཤམ་ལ་ཡང་བྲིས་མ་རེད། ད་བྲིས་མ་དེའི་དང་པོ་དེ་ལ་ཡང་ནི་ཤིང་དྲི་རྗེ་བཙུན་ངལ་གསོའི་གི་བྲིས་མ་ཚོན་ཁྲ་ཅན་སྤུས་དག་པོ་རེ་ཞིག་འདུག། དེ་གཅིག་བྱེད།

རྡོ་རྗེ་སྒྲོལ་མ་དང་ས་སྐྱོང་ཕུན་ཚོགས་རྣམ་རྒྱལ་དང་སྡེ་པ་ཡར་རྒྱས་པ་ལ་སོགས་པ་འདིས་མཛོད་ཀྱི་སྦྱིན་བདག་བྱས་ནས་པར་དུ་བསྐྲུན་བཞག་པ་འོ་ད་འདི་འདྲ་ཅིག་གིས་བདུད་འདྲེ་གཉིས་མེད་དཀྱིལ་འཁོར་གྱི་དཔེ་ཅིག་འདི་འདྲ་ཅིག་རེ་བཞག་དེས་ཤིང་པར་དང་པོ་དེ་བྱས། དེ་ཤིང་པར་གཉིས་པ་དེ་ང་ཚོས་དཔའ་བོང་ཤིང་པར་དག་རང་བྱས། ད་དེ་ནས་དྲི་མ་ག་རེ་ཡོད་རེད་ཟེར་ན་དྲི་མ་ལ་ཨ་ནི་མདུན་གྲི་ཉི་མའི་དཀྱིལ་འཁོར་གྱི་དྲི་མ་མ་དཔེ་གཅིག་སྟེ་པེ་ཅིང་མི་རིགས་རིག་གནས་ཕོ་བྲང་དུ་ཉར་ཚགས་བྱས་པ་ད་ལྟ་འབྲི་བུང་དགོན་ལ་ཡོད་པའི་གྱི་དཔེ་དྲི་མ་གཅིག་བྱས། དེ་ནས་མདུན་གྲི་ཉི་མའི་དཀྱིལ་འཁོར་ཡང་དེ་ལྟ་འབྲི་བུང་གནས་ཆུ་ལྷ་ཁང་ལ་ཡང་བཞུགས་བསྡད་པའི་དཔེ་དྲི་མ་གཅིག་བྱས། དེ་འདྲ་བྱས། ད་དེ་ནས་མཛོད་འགྲེལ་གྲུབ་མཐའི་སྤྱི་འཇུག་གི་ད། པའི་རྙིང་པ། ཤིང་པར་དང་བྲིས་མ་ག་རེ་ག་རེ་ཡོད་རེད་ལབ་ཡིན་ན་ད་དང། དེ་ལས་མཛོད་འགྲེལ་གྲུབ། ཨ་འགྲང་ན་ཤི་ཡང་བདུད་འདྲེ་ཉི་མའི་དཀྱིལ་འཁོར་གྱི་བྲིས་མ་ཚོན་ཁྲ་ཅན་འདི་འདྲ་ཞིག་འདུག།

ཕལ་ཆེར་མཛོད་འགྲེལ་གྲུབ་འབྲིའི་སྤྱི་འཇུག་གི་མཛད་བྱང་གི་ནང་ལོགས་དེ་མཇུག་བྱང་དེའི་ནང་ལོགས་ལས་ཡང་བལྟས་པ་ཡིན་ན། སྐབས་དེ་དུས་དཔའ་བོ་ལ་ཤིང་པར་བརྐོས་པའི་སྐབས་ལ་ཡིན་ན་ཡང་མ་དཔེ་དཔར་མ་རག་མ་སོང་གསུངས་འདུག། མ་དཔེ་བྲིས་མ་གཉིས་རག་སོང་གཅིག་དེ་དཔའ་བོ་ལ་ཡོད་པ་གཅིག་དེ་ཚུར་བུ་ནས་གཡར་བྱས་དེ་འདྲ་རེད་མ་དཔེ་བྲིས་མ་གཉིས་མ་གཏོགས་མ་དཔེ་དཔར་མ་རག་མ་སོང་གསུངས་འདུག་དེ་ལས་བལྟས་པ་ཡིན་ན་མཛོད་འགྲེལ་གྲུབ་འབྲིའི་སྤྱི་འཇུག་དེ་ལ་ཕལ་ཆེར་དཔར་མ།

དེ་ནས་པེ་ཅིང་མི་རིགས་རིག་གནས་ཕོ་བྲང་ལ་ཡང་ཉར་ཚགས་བྱས་པའི་རྫུན་འབྲེལ་གྲོས་འདིའི་གཅིག་གྱུར་གྱི་དྲི་མ་རྙིང་པ་འདི་འདྲི་འདུག། ད་དེ་འདྲི་བྱེད་རེད་བཞག།

དེའི་རྒྱུ་མཚན་ག་རེ་རེད་ཟེར་ལབ་ཡིན་ནམ། ད་གིས་གོང་དུ་ཞུས་པ་ནང་བཞིན་སི་ཏུ་པད་མ་དབང་ཆོག་རྒྱལ་པོའི་སྐབས་ལ་ཡང་རྗེ་དགེ་བེད་ཀྱི་གཞུང་ཆེན་དེ་ཚོ། གཞུང་འགྲེལ་དེ་ཚོ་སྤར་དུ་བཀོལ་བའི་སྐབས་ལ་ཡང་ཞུ་དག་བཏང་མཁན་དང་སྤར་བྱང་སྨྱུན་རྩིས་བྲིས་མཁན་དེ་འཇམ་དབྱངས་ཆོས་ཀྱི་རྒྱལ་མཚན་ཟེར་ཡག་དེ་ཡིན་པ་རེད། ཁོང་གིས་མཛོད་འགྲེལ་གྲུབ་མཐའི་སྤྱི་འགྱུར་གྱི་ཞུ་སྒོ་དེ་ལ་ག་རེ་བྲིས་འདུག་ཟེར་ན། རྔོན་པ་མཛོད་ཀྱི།

སྤྱི་དོན་ཡིན་ན་རེད་ཚིག་དོན་ཡིན་ན་རེད་གང་ཅིའི་ཐོག་ལ་ཡང་ཁྱད་པར་ཆེན་པོ་ཞིག་འདུག་ཕ་ཅིང་འདྲ་བོ་མི་འདུག་ལྷག་པར་དུ་སྐབས་བཞི་པ་ཡན་ཆད་དང་དེའི་ནང་ནས་སྐབས་དང་པོ་གཉིས་པ་དེ་ཚོ་ནི་རྩ་བ་ཉིད་ནས་འདྲ་གི་མི་འདུག་དེ་འདྲ་ཡིན་དུས་ས་ནི་ད་ག་རེ་ལེགས་ཆ་ཆེ་བ་ཡོད་ག་རེ་གཞི་ཆགས་ཆེ་བ་ཡོད་ཀ་ལ་ཁག་པོ་ཞིབ་ཅིག་ཆགས་སོང།

ཡང་བསྐྱར་དེ་ལ་ཡང་ཕྱིས་སུ་བཟོ་བཅོས་གནང་བཞག་པ་དེ་འབྲས་ཀྱི་དཔེ་མི་འདྲ་བ་མང་པོ་ཅི་ཡོང་དེ་འདུག། དཔེ་ཁ་ཤས་དང་པོའི་གི་བཅོམ་ལྡན་ཡིན་པ་ཆེ་བཅོམ་ལྡན་འདྲ་པོ་དེ་ཡིན་པ་ཆེ་མ་ཟིན་འདྲ་པོ་ཡིན་པ་ཆེ་ད་དེ་ནས་དཔེ་ཁ་ཤས་དེ་ཕྱིས་སུ་དེ་ལ་ཡང་བཟོ་བཅོས་བསྐྱོན་བཞག་པ་དེ་འབྲས་ཀྱི་དཔེ་འདྲ་པོ་རེད་འདུག་དེ་འདྲ་རེད་འདུག་བ།

འདུལ་བ་མདོ་རྩ་བའི་འགྲེལ་པ་ལ་དེ་འདྲས་འདུག་ཤེར་ཕྱིན་ལ་དེ་འདྲས་འདུག་འཇུག་པའི་དཀྲིག་ཅན་ལ་དེ་འདྲས་འདུག། དེ་ཡང་གཅིག་དྲི་མ་དང་སྤར་མ་མི་གསུངས་པ། དེ་ནས་ཡང་སྤར་དྲི་མའི་ནང་ལོགས་ལ་དྲི་མ་དང་དྲི་མ་མི་གསུངས་པ་དེ་འདྲས་མང་པོ་ཅིག་ཡོང་གི་འདུག། དེ་རིང་འདུལ་ས་ན་གོ། བྱང་ཆོས་ཀྱི་རྒྱལ་མཚན་ཁོ་ཚོས་ཞུ་དག་བཏང་པའི་སྐབས་ལ།

ལྷག་པར་དུ་འཇང་ཆོས་ཀྱི་རྒྱལ་མཚན་གར་སོང་འདུག་ཟེར་ན་འཇུག་པའི་དཀྲིག་ཆེན་གྱི་དཔར་མ་དེ་དང་དྲི་མ་གཉིས་ཀྱི་དཔའ་རུ་ལ། རྩོམ་གཞི་ལེན་སྟངས་གོ་ར་རྩ་བ་ཉིད་ནས་འདྲ་གི་མི་འདུག། ད་ནང་བཞིན་དྲི་མ་དེ་ལ་ཡང་ཕར་ཆེར་དྲི་མ་དེ་ཡང་ཐོག་མར་མི་རྒྱུད་རྡོ་རྗེ་གི་དབུ་མ་འཇུག་པ་བརྩམས་པའི་སྐབས་ཀྱི་བཅོམ་ལྡན་འདྲ་བོ་རྩོམ་གཞི་འདྲ་བོ་ཅི་ཞིག་ཡིན་ས་རེད། དེ་ལ་ཡང་དཔེ་གཅིག། ཐུགས་ཀྱི་དགོངས་པ་ཞལ་ཐང་ཟེར་ན་འདྲ་འདུག་སྐབས་དེ་དུས་ཁོང་གིས་རྩོམ་འདན་དེ་བྲི་བའི་སྐབས་ལས་ཡང། ཅིག་གར་ཞོར་དགོངས་པ་ཞལ་ཐང་དང། དེ་ནས་པད་མ་བརྗོད་པའི་རྣམ་པ་འདྲ་བོ་ཞེ་དྲག་གིས་ཁྱད་པར་དུ་འཕགས་པ་བཞི་བོ་འདུག་དེ་རིང་དེའི་རྒྱུ་མཚན་བལྟས་ན་ཡང། ཅིག་ཁ་ཤས་ཟེར་འདི་རྩོམ་འདན་རེད་འདི་མ་བྱིན་རེད་འདི་ཐག་གཅོད་བྱས་པ་དེ་མ་རེད་བྱས་བྱས་ཨ་ནི། ཅིག་ཡང་རྩོམ་འདན་དང་རྩོམ་གཞིའི་གྱི་གྲས་སུ་གཏོགས་པའི་གི་ཨ་ནི་དཔེ་དེ་ཚོ་ལ་ཡག་ཐོག་སྣང་ཆུང་ཁྱད་གསོད་རེ་བ་བྱས་ཡག་དེ་འགྲིག་གི་མི་འདུག་བྱས་བྱས་དེ་ནས་གསུངས་འདུག་བ། དེའི་རྒྱུ་མཚན་ལ་བལྟས་ནས་ཨ་ནི་ང་ཚོས་དཔེ་བསྡུར་བྱེད་དགོས་ཨ་དེ་གལ་ཆེན་པོ་ཞིག་འདུག་མི་རྒྱུད་རྡོ་རྗེ་ཀྱིས་གསུངས་ལྷག་པར་དུ་གཞུང་ཆེན་པོའི་འགྲེལ་པ་དེ་ཚོ་ལ་ཡང་དཔེ་བསྡུར་བྱེད་དགོས་ཨ་དཔེ་མི་འདྲ་བ་རྙེད་བཙལ་བྱེད་བར་པར་མ་དང་བྲིས་མ་དེ་འདྲའི་དཔེ་མི་འདྲ་བ་བཙལ་བྱེད་དེ་ཚོ་ཕན་ཚུན་དཔེ་བསྡུར་བྱེད་དགོས་ཨ་དེ་ཞིབ་བཤེར་གལ་ཆེན་པོ་རེད། གཞན་དག་ཕག་བཞག་ནི། ཁ་སང་སྔོན་མར་ཞུས་པ་ནང་བཞིན་རྣམ་ཐར་ལེགས་བྱས་པའི་འགྲེལ་པ་གཅིག་པོ་ལ་དཔེ་མི་འདྲ་བ་གཉིས་ཡོད་རེད།

ད་ག་ནང་བཞིན་གྱི་ད་ལྟ་རྣམ་ཐར་ལིག་ཅེས་པའི་འགྲེལ་པ་དེ་གཉིས་ནང་ལ་ཡོད་པའི་རྣམ་ཐར་ལིག་ཅེས་པ་ཁོ་རང་གི་རྩ་ཚིག་ཡང་འདྲ་གི་མི་འདུག། ང་རང་གི་འདུག་ས་བརྟག་དཔྱད་བྱས་ཡོང་དུས་ས་ནས། འབྲས་སྤུངས་ནས་རྙེད་པ་དེ་ཐོག་མེད་ཀྱི་རྩོམ་ལྡན་འདྲ་བུ་རྩོམ་གཞི་འདྲ་བུ་མ་རྩོམ་འདྲ་བུ་དེ་ཡིན་ས་རེད་བསམ་བསམ་རུག་འདུག་པོ་ཏཱ་ལ་ནས་རག་པ་དེ། ཕྱིས་ཞུ་དག་གནང་ནས་ཐག་གཅོད་མཛད་བཞག་པའི་གི་མ་དཔེ་འདྲ་བུ་ཅིག་ཡིན་ས་རེད་བསམ་བསམ་རུག་འདུག་གང་ལྟར་ཡང་དེ་གཉིས་གཉིས་ཀ་ལོ་གནད་འགག་ཆེན་པོ་ཞུགས་འདུག། གཅིག་གི་ནང་ལ་བར་མ་གསལ་བ་གཅིག་གི་ནང་ལ་གསལ་བསྡད་པ། ལྷག་པར་དུ་མཛད་པ་རྣམ་ཐར་གཅིག་ཞིབ་ཕྲ་དེ་འདྲའི་ང་ཚོས་ནམ་སྔར་མཐོང་ཐོས་མེད་པ་དེ་འདྲའི། འབྲི་སྤུངས་ཀྱི་དཔེ་དེ་ནང་ལ་མེད་པར་པོ་ཏཱ་ལའི་དཔེ་ནང་ལ་ཡོད་བསྡད་པ་དེ་འདྲའི་གི་དཔེ་ཁྱད་ཆོས་ཞིག་ཡོད་པ་རེད་ཤག་དེ་འདྲ་ཡིན་དུས་ངས། ད་ལྟ། མི་རྒྱུད་དྲ་ཕྱི་བཀའ་འབུམ་བསྒྲིགས་བསྡད་ཀྱི་ཡོད་རེད་བྱས་ཙང་བཀའ་འབུམ་ནང་ལོར་དཔེ་དེ་གཉིས་གཉིས་ཀ་ལོག་བཀའ་འབུམ་ནང་ལ་བཞག་དགོས་ཀྱི་ཡོད་བྱས་བྱས་དེ་འདྲའི་ལབ་པ་ཡིན། དེ་ཡིན་དེ་འདྲ་ཡིན་དུས་ཙང་ནས་མི་རྒྱུད་དུ་ཅིག་གཞུང་འབྲེལ་དེ་ཚོ་ལ་ཡང་དེ་འདྲ་བའི་ཁྱད་པར་ཆེན་པོ་དེ་འདྲ་ཡོང་གི་ཡོད་ས་རེད་དེ་འདྲ་ཡིན་དུས་ང་ཚོའི་གི་མ་དཔེ་བྲིས་མ་དང་ཅིག་མ་དཔེ་དཔར་མ་དེ་འདྲ་ཕན་ཚུན་གཤིབ་བསྡུར་བྱས་བྱས་ནས་རྩོམ་སྒྲིག་དང་དཔར་སྐྲུན་གནང་ཨ་དེ་ཞིབ་པོ་བྱེད་གལ་ཆེན་པོ་རེད། ད་དེ་འདྲ་བའི་རྩོམ་སྒྲིག་དང་པར་སྐྲུན་དེ་སྤྱི་བཏང་དགོངས་པ་སོ་སོ་དང་བཤད་གྲྭ་སོ་སོ་ནས་སྔོན་མ་གནང་བ་རེད་དངོས་གནས་དེ་ལ་ཡང་རྗེས་སུ་ཡི་རངས་ཞུ་ཡག་བསྔགས་བརྗོད་ཞུ་ཡག་མ་གཏོགས་བེད་ཀི་དེ་འགྲིག་ཡོག་མ་རེད་ག་བ་ཞུ་ཡག་ཡོག་མ་རེད་བ། ཡིན་ན་ཡང་ད་མ་འོངས་པ་ལ་ཡང་གལ་སྲིད་ང་ཚོའི་གི་ཀུན་གྱི་ཚད་མར་འོས་པའི་གི་ད་མ་དཔེ་ཅིག་པར་སྐྲུན་བྱེད་དགོས་ཡོད་ན་དེ་དགོངས་པའམ་བཤད་གྲྭ་བྱེ་བྲག་པ་ཅིག་གི་འགན་འཁུར་ནས། ཕྱག་ལས་གནང་བ་ཡིན་ན། སྟེགས་གཅིག་གར་ཤོར་བས་ཞིང་ཚང་པ་མི་འདུག་བསམ་དྲགས། ང་ཚོའི་སྤྱི་པའི་སྒྲིག་འཛུགས་འདྲ་བོ་ཅིག་གིས་དཔེར་ན་བཀའ་རྒྱུད་དགུན་ཆོས་འདྲ་བོ་ཅིག་གིས་འགན་འཁུར་བྱས་པས། ཨ་ནི་དེ་ལ་ཡང་ཞིབ་བསྡུར་གནང་ཡང་ཡང་འདྲ་རྩོམ་སྒྲིག་གནང་སྟངས་ཡིན་ཡང་འདྲ། ད་དེ་གི་དེ་ཚང་མ་ལོ། ཅི་རྒྱལ་སྤྱིའི་གི་ཚད་ལྡན་གི་ཆུ་ཚད་ལྡན་པ་དེ་འདྲ་ཅིག་གི་ཐོག་ནས་གནང་ཡང་དེ་གལ་ཆེན་པོ་འདུག་བསམ་དྲགས། ཡག་ཤོས་བྱུང་པ་ཡིན་ན་གཞིས་བྱེས་གཉིས་ལས་ཡོད་པའི་གི་བཀའ་རྒྱུད་པའི་བཤད་གྲྭ་ཚང་མའི་གི་མཉམ་རུབ་གི་ཐོག་ནས། དམིགས་བསལ་གི་ཅིག་ཚན་པ་ཟུར་དུ་བཙུགས་ཅིག་ཚོགས་པ་ཟུར་དུ་བཙུགས་བྱས་ནས། དོ་དོ་དན་དན་བྱས་ནས་གནང་ཐུབ་ན་ཡག་ཤོས་རེད་འདུག་དེ་མ་བྱུང་ན་ད་ང་ཚོ་རྒྱ་རྒྱ་བལ་འབྲུག་གསུམ་ལས་ཡོད་བསྡད་པའི་གི་བཀའ་རྒྱུད་བཤད་གྲྭ་དེ་ཚོས་ད། མཉམ་འཛོམས་ཀྱི་ཐོག་ནས་ཟེར་ན་མཉམ་རུབ་ཀྱི་ཐོག་ནས་དེ་འབྲེལ་གྱི་ལྟ། མདོར་ན། མ་འོངས་པ་ལ་བཀའ་བརྒྱུད་ཀྱི་བཤད་གྲྭ་ཐམས་ཅད་ཀྱི་ནང་ལ་ཡང་མཚན་ལྡན་དུ་ངོས་འཛིན་བྱས་ཆོག་པའི་ཡིག་ཆ་དེ་འདྲ་ཅིག་ལ་ཡང་འགྱུར་བ་ཆེ་བ་དེ་གལ་ཆེན་པོ་ཞིག་འདུག་ངས་ལ་མི་རྒྱུད་རྡོ་རྗེ་ཀྱི་གཞུང་དེ་ལ་ཡང་གོ་བ་ལེན་ཡག་དེ་ལ་ཅིག་མཐའ་དཔྱད་ཡག་ལ་ངས་ལ་མི་རྒྱུད་རྡོ་རྗེ་ཀྱི་གསུང་རྩོམ་ཨ་མ་ཁོ་རང

དེ་ཚོའི་སྐོར་ལ་ཡང་ང་ཚོ་རྗེས་མ་ད་དུང་བགྲོ་གླེང་མང་པོ་ཅིག་ཚོགས་འདུ་མང་པོ་ཚོགས་ཡག་འདུག་ལས་འགུལ་རབ་དང་རིམ་པ་མང་པོ་ཅིག་སྤེལ་དགོས་ཡག་རེད་ཤག་ད་དེ་རིང་དེ་ཞུ་མི་གོ་ཆེར་བ། མདོར་ན། འདས་པའི་ལོ་རྒྱུས་ནང་ཆ་བཞག་པ་ཡིན་ན་སོག་པོའི་དམག་སོག་པོ་གུ་ཤྲི་ཁང་གི་དམག་བོད་ལས་བྱས་ནས་སྐར་བསྟན་ལ་ཉམས་ཆག་ཆེན་པོ་བྱུང་པ་རེད། ད་ལྟ། རྒྱལ་དབང་བཀའ་མ་པ་བཅུ་པ་ཆོས་དབྱིངས་རྡོ་རྗེ་གི་གསུང་མགུར་གྱི་ནང་ལོགས་ལ་ཡང། དགུན་དུས་སུ་མྱུ་གུ་འཁྲུངས་པ་དང་མི་སྲིད་སྲིད་པའི་དུས་ཅིག་ཡོང་བ་གསུངས་འདུག་བ། དཔེར་ན། དངོས་གནས་བྱས་ན། མེ་ཏོག་ཞལ་ཁ་ཕྱེ་ཡག་ལ་སོགས་པ་དེ་ཚོ་དབྱར་ཁའི་གི། དཔྱིད་ཀ་དང་དབྱར་ཁའི་སྐབས་ལ་ཡོང་ཡག་གི། དེ་འདྲ་ཅིག་གི་གནས་ཚུལ་ཅིག་རེད་དེ་ཡིན་ན་ཡང་ད་དགུན་ཁ་མེ་ཏོག་བཞད་པ་ཡིན་ན་ད་ཅིག་མི་སྲིད་སྲིད་པའི་གྱི་ཅིག་ད་རུང་འཇིག་རྟེན་ན་མི་སྲིད་པ་ལ་སྲིད་པའི་གི་སོར་ཅིག་ཆགས་འགྲོ་སྐོར་བ་དེའི་སོར་བྱས་རྗེས་ད་ག་ན་སྐལ་ལྡན་ན་ཉམས་ཆགས་ཆེན་པོ་ཞིག་ཅིག་བྱུང་ཡོད་པ་རེད། ཨ་ནི་དེའི་རྗེས་ལ་རིག་གནས་གསར་བརྗེ་ལ་སོགས་པ་དེ་འདྲས་གི་དུས་འགྱུར་ཆེན་པོའི་སྐབས་ལ་ཡ། སྐར་མ་པ་བརྒྱ་བ་ཡབ་སྲས་ཀྱི་ཅིག་གསུང་པོ་མའི་ཆེ་མང་ཆེ་དེ་མི་མངོན་པའི་དབྱིངས་ལ་ཐིམ་ཟིན་པ་རེད། ཡིན་ན་ཡང་ང་རང་ཚོ་སྐལ་པ་བཟང་བ་ཅིག་ལ་ཡ། རྗེ་དགྱེས་པའི་གི་གསུང་དེ་ཚོ་ཕལ་ཆེ་བ་ད་ལྟ་མཇལ་ཡ་ཡོད་པ་རེད། དེ་འདྲའི་ནོར་བུ་རང་གི་ལག་པ་ལ་ཡོད་པའི་སྐབས་ལ།